གསང་བ་ལྷན་སྐྱེས་ཀུན་ཁང་ཚང་ཐེན་དུ་བོད་ཀྱི་བང་ཆེན་གྱི་ངོ་སྤྲོད་སྨོན་ལམ་གནང་ལ་ཡང་ད་ལྟ་རྡོ་རྗེ་གདན་རྟེན་གཞི་བྱས་པའི་གཏེར་ཁ་དགོན་པ་སྐོར་ལ་ཡང་ང་ཚོ་ད་རེས་བཅར་འདྲི་ཁ་ཅིག་བྱེད་ཀྱི་ཡིན་ད་རེས་བཅར་འདྲི་དེ་གི་ཆེད་དུ་ལ་ཡང་གཏེར་ཁ་དགོན་པ་གི་དགེ་བཀའ་མ་ཁྲི་མེད་ལ་ང་ཚོ་ད་རེས་གདན་འདྲི་ཞུས་ཡོད། དགེ་བཀའ་མ་ཁྲི་མེད་བཀྲ་ཤིས་བདེ་ལེགས། བཀྲ་ཤིས་བདེ་ལེགས། སྐལ་ལགས་ཀྱིས་ཐོག་མར་ངོ་སྤྲོད་ཞིག་གནང་རོགས་ཞེས་དང།
ངའི་མིང་བཀའ་མ་ཁྲི་མེད། ནི་ང་སྐྱེས་ས་བོད་ཆེ། ནི་དེ་ནི་རྒྱ་གར་ལས། རྒྱ་གར་ལ་ནི། དཀའ་ལས་མུ་ལོ་མཐོང་མ་རོགས་བྱུང་བཅས་དེ་ནས་ཨ་ནེ་རྫོང་ས་བཤད་གྲྭ་ལ་དཔེ་ཆ་ཚང་མ་ཨ་ནེ་བི་ཀའི་སྲས་ཟིན་བྱས། དེའི་རྗེས་ལ་ས་རཱ་མཐོ་ལོ་ལ་ཨ་ནེ་འགྲོ་རེད། ས་རཱ་མཐོ་ལོ་རིག་གནས་བཀའ་བཅུ་བཞི་པ་ཨ་ནེ་སློབ་པ་ཐག་བསད། དེའི་རྗེས་ལ་རྡོ་རྗེ་གདན་གཏད་ཀ་དགོངས་པ་ལ་ད་ཁོ་ཚོ་དགེ་རྒན་ཡོང་རོགས་བྱས་ཟེར་ནས་འདི་གའི་དགེ་རྒན་ཡོང་ནས་ཨ་ད་འདི་ཆ་ལ་བ་ཆེ་ལོ་བརྒྱད་ཟེར་ཆགས་ཀྱི་འདུག་ཨ་དེའི་བར་དུ་ལ་ད་ད་འདི་འདྲའི་དགེ་རྒན་བྱས། དེ་འདྲ་ཡིན།

རྩ་བའི་གོ་བདེ་ལྡན་གྱི་བླ་མ་བྱེད། དེ་ནས་ཁོང་ཨ་ནི་རྒྱ་དབང་བཀའ་མ་པ་ཀུན་འཕྲིན་བཅུ་བ་ཆིངས་རྡོ་རྗེ་ཨ་ནི་ཁམས་བཞུགས་ལ་དང་འཇམ་བཞུགས་ལ་གིང་མ་བཞུགས་ཡོད་དེ་ཞུ་བདེ་ཀ་ལ་ཨ་ནི་དེ་ཡི་མིག་ཨ་ནི་རྒྱ་དབང་བཀའ་མ་པ་ཀུན་མཇལ་ཁ་ཕེབས་འདུག་ཨ་ནི་རྒྱ་དབང་བཀའ་མ་པ་མཇལ་ཁ་ཕེབས་དེ་ཀ་ལ་རྒྱ་དབང་བཀའ་མ་པས་ཨ་ནི་ཁོང་ལ་མཚན་ཨ་ནི་ད་རིག་འཛིན་མི་འཇིགས་རྡོ་རྗེ་དྲག་པོ་རྩ་ཟེར་གྱི་མཚན་དེ།

ད་དེ་ནས་རོགས་ཅིག་རེད་བྱ། ད་སུ་གི་ལ་ནི་རྡོ་རྗེ་གདན་ལས་ཕྱག་ག་དུས་ལྟ་ཡི་མེད་ད་ར། དེ་ནང་ཞིག་དེ་དགོན་པ་དེ་གི་བཤད་སྒྲུང་ལས་སོང་རེད་དེ་ནང་ཞིག་གི་ཐུ་བ་འཇུས་པའི་ཆ་ཤས་བོད་ནང་ལ་ཡོད་བ་ནང་ཞིག་གི་དེ་ལས་ཡང་ཆ་ཚང་བ་ཡོད་ན་ག་རེ་ཡིན་ན་ད་ལྟ་ཅིག། ང་ལ་སོ།
ད་རྡོ་རྗེ་གདན་གཏེར་ཁ་དགོན་པ་དེ་གི་ད་ད་ང་ཚོ་དེ་ས་ཆ་འདི་གི་གཙོ་བོ་དེ་ནི་ས་དེ་ནི་ཞང་ཀེ་རྡོ་རྗེ་འབྱུང

ཡིན་འདི། དེ་ནས་ལུག་ལས། ཨ་ད་དེ་འདྲ་ཕུལ་དུ་གྱུར་བ་རེད་འདི་ལས་འཛིན་གྲྭ་རྒྱས་པ་འཐེན་ཟེར་བའི་རྗེས་ལ། ཨ་ནི་ཡ། བ་ཡོད་ཤེས་གྲྭ་ནས་ཕུལ་བ་རེད་དེ་ནས་ར་བ་རེད། ཨ་ལས།
ལ་སོགས་ཀྱི་ལ་ནི་ད་འདི་ཆ་ལས་མ་འགྱུར་བ་ཕྱིན་སྐུ་དྲིན་ག་ཚོད་ཡིན་མིན་ལྟར། ཨ་ནི་ཡང་སྤྱི་ལྟར་ང་ཚོ་བོད་པ་གི་བླ་མ་མང་པོ་ནང་ལས་ཡང་གཏེར་སྟོན་ལ་ནི་ཡང་མཚན་གསོལ་སྲིད་དོ། ནི་ལ་སོགས། དེ་ནས་རིན་པོ་ཆེ་ལ་ཡང་མ་འགྱུར་བ་ཕྱིན་ཡང་ང་ཚོ་གཏེར་ཆེན་ལ་ནི་མཚན་གསོལ་གྱི་ཡང་དེ་ལས་ཡང་ཕྱིར་ལོ་རྒྱུས་རྒྱ་གཞུང་འདྲ་མི་གསལ་ཁ་རེད།

ད་དེ་འདྲའི་ཆེད་ནས་ཁོ་རྟེན་འབྲེལ་ཟིན་ཚད་ནི་མཐོ་ཡོད་ས་རེད། དེ་ནི་རྟེན་རྟེན་དག་གཞན་དུ་མ་འདྲ་བའི་དམིགས་བསལ་གྱིས་དེ་འདྲི་བའི་དག་མཚན་སོགས་དེ་ཁོའི་ལོ་རྒྱུས་སྐད་དེ་ནི་ངས་ཡང་ཞེ་དྲག་ཞུས་ཤི་མ་སོང། དེ་ཡིན་ན་ཡང་ད་ཁོར་རྟེན་འབྲེལ་ཟིན་ཚད་གསོ་ཡས་དེ་གཙོ་བོ་དེ་ད་ཡོང་གི་དཔུང་ཡོང་གི་དཔེ་སུ་ཟེར་དེ་ག་དག་ག་རྒྱུ་བཅས་གཉིས་མ་བཅས་ས་ཆ་དགེ་ལུགས་ངས་འགན་ཞུས་ཤི་ངེས་མི་འདུག་ཡིན་ན་ཡང་དམིགས་བསལ་གྱིས་ད་ང་ཚོ་ལོ་རྟག་པ་རེ་ཞིག་གི་འབྲུ་ཆེན་ཆེན་མོ་ཚོ་དེ་ག་ད་འདས་སུ་ཡོངས་གྲགས་ར་བ་རེད། འདས་འདུག་སུ་ད་འདས་འགྲོ་ཞུ་ནི་ག་ལ་དེའི་ཆེད་ནས་ཁོ་ལ་ཨ་རི་མཚན་དེ

དེ་འདྲའི་ཡིན་དུས་དཀའ་ལ་ད་འདིར་ནི་ད་ལྟ་བར་དུ་ལ་ད་ཨ་ནི་སློབ་མ་ཨ་ནི་ད་ལྷག་པ་ད་སེ་ན་སེ་ན་མི་འདུག་ད་ད་ད་བར་དུ་ད་འདི་འཛི་ར་རྗེ་བ་བར་དུ་ཡོད་རེད་འཛི་ར་རྗེ་བ་ཨ་ནི་བར་དུ་ད་སློབ་སྦྱོང་བྱས་ནས་ད་བར་ད་ང་ཚོ་འདི་བལ་ཡུལ་ཤེས་དགྲ་ལ་ཕེབས་ཡོད་རེད་དེ་འདྲའི་ཡིན་དུས་དཀའ་ལ་ད་ཤེས་དགྲ་ལ་ད་ཨ་ནི་གཞུང་ཆེན་ཚོ་ཚང་མ་ཤེས་དགྲ་ལ་བཟི་ཡོད་རེད་ཤེས་དགྲ་ལ་ད་ད་བར་དུ་ད་ཨ་ནི་ད་ད་ལི་ཙུའི་བ་ཡིན་ན་ད་སྐབས་གསུམ

མ་འདྲ་བ་མང་པོ་དང། རེད་རེད་ལགས། དེ་ནས་བཟུང་ས་ཡང་དེ་གཏེར་ཁ་དགོན་པ་རུ་བཞེངས་ནས་བཀའ་བརྒྱུད་ཀྱི་གོང་ཐོག་ཡིན་དུས་ཚོམ་བུ་བཀའ་བརྒྱུད་ནང་ལུང་ཡང་ཅིག་ཁོ་རང་གི་ཡང་སྔོན་མ་སྔགས་ཀྱི་ཁྱད་པར་མ་འདྲ་བ་གི་རེད་རེད། ཡིག་ཆ་ལ་གཞི་བཞག་ནས་ཡང་ལོ་དེ་ནས་ནང་ཚུད་ཡོད་ན་ག་འདྲ་ཡིན་ཆོས་ནམ། ཐུང་ང་ཚོ་བཀའ་བརྒྱུད་ནང་དེ་དེ་བས་ཀྱང་དེ་དེའི་ནང་ནས་བཅུག་ད་ནི་ང་ཚོ་བཀའ་མ་བཀའ་བརྒྱུད་ནང་ལ་ད་ང་ཚོ་ཡིག་ཆ་དེ་གཙོ་བོ་དེ་ནི་བཀའ་མ་པ་ཨ་ནི་གཞུང་ཤེས་བྱ་བྱས་ནས་བལྟ་དགོས་ཡོད་རེད།

ཨ་སུ་དུ་རིན་པོ་ཆེ་དང་དེ་རིང་སྐུ་བཞི་བྱང་མ་རིན་པོ་ཆེ་དུ་སོང་གི་འབྲེལ་བ་མཛད་རྒྱུ་དུ་སོང་ཡང་ཞུ་དེ་ཨ་ནི་བེད་ལོག་ཚུལ་དེ་གནང་དེ་གནང་གི་ཡོད་རེད། ཨ་ལེ།
ད་སོ་ཁེ་ལ་ཨ་ནི་ད་ཅི་ཐང་ང་ཚོ་བཙན་སྐྱོང་ནང་གི་དགོན་སྡེ་ཁག་རེད་ཡང་སློབ་གྲྭ་ཁག་རེད་གཞིས་ཆགས་ཁག་མང་པོ་ཅིག་ནང་ལ་ཡང་ང་ཚོ་ཅིག་མི་འབོང་མྱོང་གྲུབ་ཀྱི་དཀའ་ངལ་མང་པོ་ཞིག་འཕྲད་ཡོད་རེད་བ་དེ་ནང་ཞིག་ད་ཅིག་དགོན་པ་དཔེར་ན་གཏེར་ཁ་དགོན་པ་ཡིན་ན་ཡང་ཅིག་གྲྭ་བཙུན་ཉོ་རུ་འགྲོ་ཡག་གི་དཀའ་ངལ་འགྲོ་ཡོད་རེད་པ་ག་ཡང་ཅིག་མི་སྲིད་ད་འདི་དེ་འདྲ་དཀའ་ངལ་འཕྲད་དེ་ཡང་འདྲ་བོ་ད་ཡང་ཅིག་མ་འོངས་པ་ལ་དེ་འདྲ་དཀའ་ངལ་འཕྲད་འཕྲད་སྲིད་པ་གི་ཡང་དཀའ་ངལ་མི་སྲིད་རོགས་ག་རེད་ལ། ད་དེ
ང་ད་འདི་གཏེར་ཁ་དགོན་པ་ལ་སླེབས་ནས་ད་ལོ་བརྒྱད་ལ་ལྷག་ཟིག་ཅིག་དགེ་རྒན་བྱས་བས་ང་རང་གི་དེ་རིང་ངུ་ཉུག་ཉོག་ཉོག་ནས་ཚེ་བ་ཡོད་ན། དེ་ད་གྲྭ་རྒྱུན་དེ་སྤེལ་ག་ལེ་ཁ་བར་ཞུ་ཞུ་རེད་བྱ་གཅིག་ནས་བོད་ནས་ད།

བུམ་པ་དེ་ཡར་འགྱེལ་གྱིན་འགྲོ་འོ་དེ་ག་ལ། ཨ་ནི། དུས་རབས་དང་བསྟུན་ད་གོ་ལྷ་གྲགས་གྱིན་འགྲོ་འོ་དེ་ག་ལ། རང་ཤུགས་ཀྱིས་འཚོ་བའི་དཀའ་ངལ་སེལ་ན་མི་རུ་དེ་འདྲས་ཡིན་དེ་ག་ལ། སྤོ་བོ་དེ་ཉུང་རུ་བྱས་དེ་ག་ལ། ཨ་ནི། རྒན་པ་གྲགས་སམ་ན་ད་ན་ཞིག་གིས་ད་གྲགས་ཚོང་རྒྱུའི། འཛུགས་ངེས་ཆེད་འཛུལ་ཞུགས་བྱེད་ངེས་ཡོད་རོ། དེ་ཡང་རང་ཤུགས་ཀྱིས་ཉུང་བ་ཡིན་དེ་ག་ལ། ལོ་རེ་ལོ་རེ་ད་ཉུང་རུ་འདྲ་བོ་ཅིག་གཏན་ནས་ཡོང་གིན་འདུག་དེ་ནི། མ་འོངས་པ་ལ།

འཕེལ་གྱི་རེད་བ། འཕེལ་འཕེལ་མ་གན་དུ་འཕེལ་ནས་མ་གན་དུ་འཕེལ་བྱས་རེད་བ། ད་ནི་དེ་ནི་བཙན་བྱོལ་ནང་ད་རྒྱ་གར་ནང་ལ་འདས་བྱས་བལ་ཡུལ་ནང་ལ་འདས་བྱས་དེ་ཤི་ཇ་ཡུལ་འབྲུག་ཁོ་ལ་ད་རིན་པོ་ཆེ་ལ་པད་ཕྱིན་ཚོགས་པས་མང་པོ་ཡོད་རེད། ད་འདི་ཆ་ལ་ད་ཕྱིན་ཚོགས་ད་བྲང་ཁ་རྒྱག་ན་ད་ད་ཧང་སང་ཡི་མང་པོ་རེད་ད་མི་འགྱུར་རིན་པོ་ཆེ་ཤེས་ཡོན་ནི་ཨེ། ཁོང་ལ་ད་རྗེས་འཇུག་སློབ་མ་ཨ་ནི་ནུ་ཞུགས་པ་རེད་ད་ག་ན་ཞིག་ཤ་ཞུགས་པ་རེད་མང་པོ་ཆེ

ཡུལ་གྲོགས་པོ་དེ་ཚོ་ལ་འཇགས་ཀྱི་ཡོད་རེད། དེ་ནས་ཡིན་ནའི་རུ་མོ་ཆེ་དེ་ལ་ད་རྩ་བའི་ད་བླ་མ་ཚང་མ་ད་ཡག་པོ། དཔེ་མི་སྲིད་བླ་མ་སྲུང་མ་ལ་སོ་སོ་ལ་ཐུན་མོང་མ་ཡིན་པ་ཆོས་ཆོས་རེ་རེ་ཡོད་རེད་ད་ཡིན་ནའི་མི་འཇུ་རུ་མོ་ཆེ་ལ་སྨིན་སྲེག་གི་ད་ང་རང་གི་གཅིག་ངའི་རྩ་བའི་བླ་མ་རེད་ཡིན་ང་རང་འཇལ་རེ་བྱ་སྨིན་སྲེག་གི་ད་དཔེ། ནི་ཡོན་ཏན་དཔེ་ཆེན་པོ་ཡོད་ན་ད་སྨིན་སྲེག་ཁོང་ག་རེ་ཟེར་ན་དཔེ་མི་སྲིད་མཉམ་ཆུང། ཚད་དུ་ལྡན་པ་ད་དངོས་གནས་དྲང་གནས་ཀྱི་དེ་འདྲ་ཡོད་རེད།